པ་ལ་ཕན་ཐོགས་ཡོད་མི་ཞིང་པ་ལ་ཁེ་ཕན་ཁེ་ཡོག་མ་རེད་ད། ད་དཔལ་འབྱོར་འགྲོ་སོང་ད་ཨ་ཅང་ཅང་རེད། ཨ་རག་གོ་འགྲོ་སོང་ད་འགོ་རེད་ཐ་མག་འགྲོ་སོང་ད་འགོ་རེད་འགྲོ་སོང་ཕར་བཞག་ཞོག་སོ་སོའི་ལུས་འཕྲོ་ལ་ལྡང་གི་འདུག་ཨ། ང་རང་ཚོ་གལ་ཆེ་ཆོས་ལུས་འཚོ་ཡག་གི་རེད་བ། ལུས་ཡག་པོ་ཅིག་འཚོ་སོང་ན་ལུས་ཐང་ཐང་ཅིག་ཡོད་བ་ན་ག་རེ་བྱེད་ན་བྱེད་ཐུག་གི་རེད་བ། ཅིག་ཚོང་བརྒྱབ་ནས་ལུས་ཐང་པོ་གཅིག་གོ་རེད། འོ་ད་དེ་བ་པའི་ཟ་ཁང་བཙུགས་པ་ཡིན་ན་ལུས་ཐང་ཐང་གཅིག་གོ་རེད་ལས་ཀ་ག་རེ་བྱས་པ་ཡིན་ན་ལུས་བུ་ཐང་ཐང་གཅིག་གོ་རེད་བ། ལུས་བུ་ཐང་ཐང་གཅིག་སོ་སོའི་བདག་པོ་རྒྱག་དགོས་རེད་བ། སོ་སོའི་བདག་པོ་རྒྱག་སྟེ་སོ་སོས་བསམ་བློ་བཏང་ནས་ནི་བཀག་དགོས་ཡ་བཀག་དགོས་རེད་བ། དེ་ཡིས་ཙང་ངའི་རེ་བ་ཆེ་ཤོས་དེ། ཁྱེད་རྣམ་པ་ཚོས་ཐ་མག་འཐེན་གི་ར་ཡོད་པ་ཡིན་ན་ཐ་མག་དེ་མ་འཐེན་ཟེར་གི་ཡོད། ཐ་མ་དེང་གི་ཐུགས་དབང་དུས་གསུམ་ལ་ཅིག་དྲན་གི་འདུག་ཨ་ཙི་ད་མི་དེ་ཁོག་པ་ག་རེར་ཆགས་བསྡད་འདུག་བསམ་གི་འདུག་བ་ཡིན་ནས་ལབ་ས་ཡོད་མ་རེད་ལབ་ན་ངའོ་འགྲོ་གི་མ་རེད་བ་ང་ཚོ་མཐོང་གི་འདུག་བ་ཐ་མ་འདུག་དེང་འདུག་ཟེར་སྙམ་བྱས་བསྡད་གི་འདུག་བ་སྙིང་རྗེ་ད་དེ་ཁོ་ར་ཁོ་ར་གི་ན་ཚ་བཟོ་གི་འདུག་ག་བསམ་གི་འདུག་བ། ཡིད་ཚ་དེ་ཚོ་ཡིན་གཅིག་མིན་གཅིག་དགོངས་པ་ཆགས། རེད་བ། ད་དཔེར་ན་གཅིག་ནགས་སོང་ན། ནམ་རྒྱུན་དཀའ་ལས་སྐྱབས་སྐྱབས་ཀྱི་དཔེ་ཆ་བསགས་ཀྱི་ཡོད་རེད། ཞུ་བསགས་ཀྱི་ཡོད་རེད། ད་ཉི་མ་གཅིག་གློག་ཀན་སིའི་ཆ་བཞག་ད་མི་གི་སྨན་ཁང་བསྡད་དགོས་རེད། དེ་རིང་ཁེ་ཚང་དམིགས་རིང་ག་ཚོད་འགྲོ་གི་འདུག། འགྲོ་སོང་བསམ་བློ་བཏང་དང། ད་དཔའ་བ་དེ་ནགས་སོང་ན། པ་བ་དང་ཨ་མ་གཉིས་ཀ་གི་སར་བྱང་ཕྱོགས་ཀྱི་དཔེ་ཆ་ག་ལ་གང་འཚམས་ཅིག་ཁོས་སྨན་ཁང་འགྲོ་དགོས་རེད་པ། ད་མདོ་སྨན་བཅོས་བྱས་བྱས་འགྲོ་སོང་བཏང་བཏང་བཏང་ནས་ཁོས་ཤི་སོང་ན། འདང་དཔང་འགོ་ཚར་འགྲོ་གི་འདུག་ག། ཁོ་རང་ཕྱིན་པ་མ་ཚད་ང་ལ་དཀའ་ངལ་ཆེན་པོ་བཟོ་བཞིན་ཤི་འགྲོ་གི་འདུག་ག། ད་སོ་སོ་དངོས་གནས་ཅིག། ཡིན་ལུགས་ཚུལ་མིན་བྱས་ཁོ་རང་ཅིག་བསྡད་གི་ཡིན་ན་གཟུགས་པོ་ཐང་ང། གདོང་བཞི་ཡག་ག། མིག་གཏད་ནས་སྤྱོད་པ་ཡག་ག་བརྩི་གི་འདུག་ག། ཨོ་ཁོ་ཆང་ཐ་མག་འཐུང་གི་མ་རེད། དེ་ཅིག་ཏུ་མི་ཡ་རབས་ཟེར་གྱི་འདུག་ག། སུ་ཡིན་ན་ང་རང་ཚོའི་མི་ཡ་རབས་ཅིག་གི་ནང་ལ་དེ་གཉིས་བྲོ་གི་རེད་མ་གཏོགས་ཅིག་གི། ག་དུས་ཡིན་ན་མི་ཅིག་གིས་ཁོ་པག་ལག་རེད་ཁོ་ཁྲེབ་ཏོག་རེད་ཁོ་ཡ་མེད་རེད་ཟེར་གྱི་མི་དེ་སུ་ཡིན་ན་ཇི་སྙེད་བྲོ་གི་མ་རེད་བ། ང་རང་ཚོ་ཚང་མ་ལོ་ཅིག་ལྟོས་ར་སྟོན་མཁན་ཅིག་ཡོད་ན་དགའ་གི་རེད་མ་གཏོགས་ཅིག་གི། ང་ལ་སྨད་ར་བཏང་མཁན་ཅིག་ཡོད་རོགས་བྱེད་ན་བསམ་མཁན་ཅིག་ང་ཚོ་སུ་གཅིག་ལ་ཡོད་མ་རེད་བ། ཡིན་ཙང་མིས་སོ་སོ་ལ་དགའ་བོ་བྱེད་དགོས་རེད། མིས་སོ་སོ་ལ་དགའ་བོ་བྱེད་ཡ་དེ་སོ་སོ་ལ་རག་ལས་དེ་ཡོད་བ་རེད། སོ་སོ་གི་སྤྱོད་ལམ་ཡག་པོ་བོ་ཅིག་བསྡད་པ་ཡིན་ན།

མི་གཞན་གྱི་སྤུ་གུ་ཚོ་ཚོ་ཁོའི་སྙིང་སྟོབས་བཏང་གི་མ་རེད་བ། ཁྱོད་ལྡི་ལི་ལ་འགྲོ་གི་ཡོད་ན་ཁྱོད་རོགས་པ་སུ་ཡིན་སུ་ཟེར་ཨོ་ཅོག་ཅིག་ཅིག་ཨ་ཁོ་སྙིང་སྟོབས་ཁྱོད་འགྲོ་ན་གར་ཆེ་ག། མི་སོ་སོའི་མི་ཁྲི་ལ་པིས་འགྲོ་གི་འདུག་ཨ། ཡིན་ཙང་སོ་སོ་ཡག་རབས་མ་རབས་ཟེར་ཡག་དེ་སོ་སོའི་མི་སྐྱིད་ལ་ཡག་དོན་ཡག་དེ་སོ་སོ་རང་གིས་བྱེད་དགོས་རེད། སུ་ཡིན་ན་ང་རང་ཚོ་ཡག་པོ་འདོད་མཁན་རྐྱང་རྐྱང་རེད། དེའི་ནང་ནས་ཀྱང་ང་རང་ཚོ་ཡག་པོ་འདོད་ཡག་དེ་མི་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་རེད།